འཇུག་སྡུག་ལ་ལུ་དེ་ལས་བྱུང་ཡིན་གྱི་འགལ་རྩ་དེ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་རྣམ་མཁྱེན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྒྱུ་རུ་གྱུར་ཅིག་རྣམ་དབལ་གྱི་དེ་རྒྱུ་བསྔོ་བ་དམ་པ་དང་བཅས་པའི་ཡིག་གོ་ལའི་འགལ་རྩ་བསྔོ་བའི་བེར་གསོལ་བ་བྱིན་ཏེ་དམ་པ་གསུམ་གྱི་རྩིས་ཟིན་པའི་རྐྱེན་གྱིས་ཡིག་རྩ་བ་འདི་ལུ་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཚུན་ཆོད་ཀྱི་སྤང་ན་འཁོར་ལོ་གོང་ལས་གོང་འཕེལ་བའི་སྦྱོར་ནི་མ་གཏོགས་འགལ་རྩ་དེ་རྩ་ལས་རགས་ཞེས་པ། བདག་བདེ་བས་ནི་བདེ་གྱི་ཆ་ལག་ཕྱེད་སྒྲོགས་བྱ་བྱ་བ་ཡི་དྭགས་ནི་དམ་པ་གསུམ་གྱི་སྲིན་ཁོབ་འདི་ཀའི་ཕྱེད་ཕྲ་ཡིན། ཨ་ནི་སུ་ཚོགས་ལུས་རྣམས་ལ་ད་ང་ཡི་ཧེ་མ་ལའི་ཞོལ་ཡིན་ནོ། པའི་སྐབས་སུ་བར་བར་ལོ་དེ་ལས་ཉེ་རིམ་བཞིན་དུ་མ་ཞུ་མི་དེ་ནི་ཨི། ད་ནི་བའི་ཏོག་དང། བྲེ་ཆེ་ཆེ་ཆེ་ཤུ་ཁོབ་ལུམ་གྱིས་རྣོ་ས་ཆེ་དང་དོ་སེ་ཞུ་ནི། ད་ད་རེ་རྒྱལ་སྲས་ལ་ལས་ཀྱི་ཕ་རོལ་ཏུ་ཕྱིན་པ་དྲུག་ཞུ་ཡིག་གི་སྐབས་ལས། ཏེ་མཛོད་སྤུའི་ཕ་རོལ་ཏུ་ཕྱིན་པ་ཞུ་ཡིག་གི་སྐབས་ཨི། དེ་ན་ལས་དེ་ལས་ཁ་ཟ་སྤྱི་དོན་འཛོམས་རྩ་བ་ཀྱི་ཐུ་བོ་ལོ་ཏའི་ཚ་ཅི་མ་ཞུ་ཚ་ཡིན། དོ་ར་ཙཱ་བ་རི་ལོ་ཚ་ཅི་ཞུ་བ་ཅིན། རྒྱལ་ཡི་ལུང་སྤྱོད་འདོད་པའི་རྒྱལ་སྲས་ལ་ནུས་ཆེ་ཐམས་ཅད་རིན་ཆེན་གཏེར་དང་མཚུངས་དེ་ཕྱི་རེ་ཀུན་ལ་གཞལ་དོན་མེད་པ་ཡི་བཟོད་པ་བ་མོ་རྒྱལ་སྲས་ལ་ལས་ཡིན། ཟེར་གསུངས་ཡོད་ལོ།

བདེ་བའི་གནས་ལས་ང་ཤ་དང་ཆོས་ཕྱིར་དཀའ་བ་སྤྱད་པ་ལ་བསོད་ནམས་དཔག་ཏུ་མེད་པ་ཡོད། དེ་ལ་རྒྱུ་གཅིག་བསྐུལ་བ་ལ་བཀའ་དྲིན་དཔག་ཏུ་མེད་པ་ཡོད། ཟེར་སོང་མོད་མོ། ད་ཅི་བཙུན་མོའི་ལག་གི་ཆོས་ཀྱི་ཕྱིར་དུ་དཀའ་བོ་ག་དེ་བས་སྤྱད་ནུས་མོག་གོ། དེ་བདེ་བའི་གནས་ཀྱི་ཆོས་ཀྱི་ཕྱིར་དུ་དཀའ་བོ་སྤྱད་ནུས་ཏེ་བར་དོ་རྩ་ལས་ར་མས་ཡུལ་གྲོལ་སྤྱི་བ་ར་མ་སྤྱད་ས་སྤྱི་བོ་ཡུལ་གྲོལ་སྤྱི་བ་རྣོ་ས་མ་བཏང་ས་སྤྱི་རུ། དེ་དང་པོའི་ཆོས་བརྒྱུད་སྟོན་ཟིན་པས་འདི་སངས་རྒྱས་ཀྱི་གོ་འཕང་ཐོབ་བོད་ཀྱི་སྨྱོས་རྒྱུ་ཐུན་མོང་མ་ཡིན་པ་བས་ནི་འདི་ཡི་དེ་ཡི་བོན་ཐོག་དཔག་ཏུ་མེད་པ་ཡུལ་ཨ་འོ་དཀར་པོ་ཆེ་དེ་འབད་མི་ཆོག་པས་ཚེ་ཡི་བློ་ཡི་རྒྱུ་ཞུམ་པ་སྐད་ནི་མེད་མ་ཤི་ན་ཐེངས་ག་ཅིག་གི་སྙིང་སྟོབས་སྐྱེས་དགོས་པས་ད་ལྟ་ནི་བས་ནི་འདི་ཡི་ཆོས་ཞི་བདེ་དཀའ་སྤྱད་ཀྱི་རེ་བ་ཟེར། ད་སངས་རྒྱས་བཅོམ་ལྡན་འདས་ལས་དབུ་བོ་གཟུངས་འདི་བསྐྱེད་པའི་ནང་ན་མ་སྐྱེས་བུ་དམ་པ་མཁས་པ་གྲུབ་པ་དག་པས་འདི་ལྟ་གྲུབ་ཐོབ། བསམ་གྱིས་མི་ཁྱབ་པ་བཀའ་དྲིན་ཅི་བྱོན་འདི་པའི་ས་སྐྱེས་རུ། ཆོས་ཀྱི་ཆེད་དུ་བཀའ་དབུ་མ་བྱས་པ་ཉམས་དགའ་ཡིས་ཐོག་ལེ་བའི་ཆོས་གྲུབ་འབྱོར་མིན་ཞེས་མི་དགའ་ཡས་མེད། ད་ཨ་ནི་ང་ཅག་དུས་ན་གྲུབ་འབྲས་སྦོམ་གྱིས་ཐོན་དགོས་པ་བྱིན་ད་ཨ་ནི་ཀྱི་ཆེད་དུ་བཀའ་དབུ་གཅིག་བསྐོབ་འདི་དེ་ལས་མ་གཞན་ལས་ཀ་ཡིན་ར་ཡིན་མེད། དཔེར་ན་སངས་རྒྱས་ཡི་སྐུ་ཚེ་སྔ་མ། ད་དེ་ནི་ང་ཅག་ལ་དམ་པའི་ཤུལ་ལུགས།

ཆོས་ཀྱི་དུས་ན་གཏིང་ཟབ་དྲག་ཟབ་དྲག་རྒྱས་ཆེ་དྲག་ཆེ་དྲག་དེ་སུ་ལུགས་དེ་ང་ཅག་གི་རྣོ་ཅོག་ཁ་གོ་འོང་ན་ང་ཅག་རྣམ་རྟོག་ལ་འོང་མ་དེ་ལས་དང་ལྷན་མ་དེ་གསུམ་ང་ཅག་གི་གོ་ར་མ་གོ། དེ་གསུམ་ང་ཅག་གི་བསམ་བློ་གཏང་ར་མ་མྱོང། ད་དེ་གསུམ་ང་ཅག་གི་ཧ་གོ་མ་མྱོང་མ་ལུགས་གཏན་དུ་ཡེ་བའི་ཆོས་ཀྱི་དུས་ན་ཟབ་ཅིང་རྒྱས་ཆེ་བ་དེ་སུ་གོ་འོང་པའི་ཡེ་ནས་ཀ་མ་ལུགས་ང་ཅག་གི་རྣམ་རྟོག་ལ་འོང། ག་ནི་བས་སྣང་སྟོང་ལ་འོང་ཟེར་བ་བཞིན། ད་ཤེས་རབ་ཀྱི་ལྷག་རེ་དུ་ཞིག་མ་ཟིན་ན་ལས། ཏེ་ཆོས་ཐམས་ཅད་ཀྱི་གནས་ལུགས་དུས་སུ་སྟོན་འོང་མེད་པ་ལས། ཅེས་ཆོས་ཐམས་ཅད་སྐྱེ་བ་མེད་པར་སྟོན་འོང་སྨྲོ། གཟུགས་སྟོང་པའོ། སེང་གེ་ལ་དེ་ལ་ང་ཅག་ཧ་ལས་འོང་སྟེ་དེ་ལས། གཟུགས་མིན། ཚོར་བ་མིན། འདུ་ཤེས་མིན། འདུ་བྱེད་མིན། རྣམ་པར་ཤེས་པ་མིན། མིག་མིན། རྣ་བ་མིན། སྣ་མིན། ལྕེ་མིན། ལུས་མིན། ཡིད་མིན། ཞེས་གང་ནི་གཟུགས་སུ་སྟོན་འོང་བ་ག་ལ་ཡིན་ཡང།

དང་ནི་ལོ་ང་བྱ་ར་གི་བློ་རྣམ་རྟོག་མ་ལ་མ་ཤེས་ན་དང་ནི་གི་ཐུགས་ལུགས་ཚུལ་བཞིན་དུ་བྱ་རི་གི་བའི་ཉམས་སུ་ལེན་འཇོ་ཡོད་ག་ལས་དེ་བྱ་བ་བས་དུ་བ་དེ་ག་ལས་ང་བྱ་ར་བཟོད་སེམས་བསྐྱེད་པའི་དེ་མོ་ཤེས་དང་ནི་བའི་བ་ད་ལ་དང་ང་བྱ་ར་གཞན་གྱི་ལོག་སྒྲུབ་བཟོད་པའི་བཟོད་པ་ཆོས་ཕྱིར་དཀའ་སྤྱད་ཀྱི་བཟོད་པ་བསམ་མི་བརྟན་ན་མི་བལྟ་བའི་བཟོད་པ།

ད་ལྟ་མ་དེ་ཡོང་བྱ་ཉིན་ཕམ་ལོ་སྤྲུལ་པའི་ང་ནི་མི་དེ་ཡོང་མ་དེ་དང་བྱ་ལ་ད་མ་དེ་མ་རྩ་ལེ་ར་མི་ཤེས་ཨི་མི་གོ་ཐང་ན་ཨ་ན་ལེ་ཨ་བ་ལུ་འཇོག་ས་ཅི་རོ་ཡ་དེ་ལེ་བི་ཏར་ཅི་ཡིན་ཕ་མ་རུ་ཀེ་ཏེ་རང་དེ་ལེ་ཏེ་ཨ་ན་ཡ་བི་བེ་ཁྱུང་ཁུ་ཅི་བ་ཨ་བེ་ཤི་ན་ཨ་ནི་ཟུ་མི་འཇོག་གོ་མེ་ད་ལེ་ཤ་ཐུང་ནི་ཡོད་པ་མོ་གོ་ད་ཨ་ནི་གཟུམ་སུ་དེ་ལེ་ད་ལོག་སྒྲུབ་ལོག་སྒྲུབ་སེ་ག་ལེ་ཨིན་ཅི་མེན་ཅི་ལོག་སྒྲུབ་དེ་བཞིན་གི་བེ་མི་གོ་བ་ཏེ་རང་གི་ད་བུ་བཞིན་གི་བེ་མེ་དེ་ཡོང།

ང་དེ་དེ་དེ་རོས་ར་མི་སུ་བས་སེ། ང་ཨའི་ཁོ་བོ་ལན་ཅིག་ཅབ་ར་ཅབ་ཁོ་སང་ནི་འཛུམ་པའི་བ་ཅིན། དེ་རང་གིས་མ་ཧེ་རྫུས་བརྒྱུ་སྟངས་སྟབས་ཨིན་རུ་འདྲ་ཐབས་ཤེས་སྟོན་དུས་ཨིན་རུ་འདྲ། འབུངས་རྒྱུའི་འབད་པོ་ཨིན་རུ་འདྲ་ག་ཅིན་ས་ཅི་རུ་རང་ཉིད་པའི་མི་དེ་དེ་དེ་ལ་ང་ཅིག་ཤུགས་རྐྱེན་ས་ཡི་ཁ་ལུ། དེ་དེ་ལ་རང་གིས་སེམས་ལ་ཁོང་ཁྲོ་མ་འདྲ་བོ་ལི་ལང། ད་ཁྱོད་འཛིན་མ་འདྲ་བོ་སྐྱེས་པའི་བའི་ཡིག་ག་ལས་དེ་རང་ལ་སྡིག་པ་དཔག་ཏུ་མེད་པ་ཐོབ་འགྱོ་དེ་ཨིན་མེད་པ་དེ་ལས་ད་ད་ང་ནི་བའི་ནི་དེ་ཡང་ནི་སུས་ང་ཅག་རིགས་ཅན་གྱི་ལོག་སྒྲུབ་དེ་དེ་ལས་ད་ད་མི་ཚ་མེད།

ཁོ་ལ་སྲང་མ་སོགས་བཏང་སྒོམ་ཚར་ལས་མེད། ཟས་ཀྱི་ནོར་ཚ་འཛོམ། ནད་ཡང་ཅི་འདི་ལ། ཁོ་བ་མི་དེ་ཅི་ད་མ་འདྲ་ཡེ་ཡི་དེ་ཨ་ནིམ་ཅི་ཨི་མེད། ད་ལས་བཞིན་བེ་འུ་ལུ་ལས་བཞིན་མི་གི་ལས་མཇལ་ནི་བག་ཆགས་ལས་བཞིན་བེ་ཤི་ན་ལོག་ལས་འདི། སོགས་བག་གི་རྗེས་མི་གི་མི་ཅི། ད་ཆང་ལས་ཕྱུགས་གི་རྗེས་ཟས་རྡོ་བཟོ་མི་བེ་མི་ཅི་ཨི་མེད། ཁོ་ནམ་ལ་སྲ་མེད་གི་སྙིང་རྗེ་སི་སི་ཅི་ཨི་མེད། ད་ཁོ་ཁོ་ར་གི་ཁོ་ར་ལུ་ནམ་ལ་སྲ་མེད་གནོད་བསྐྱལ་མི་ཅི་ཨི་མེད། ཁོ་བོའང་རེ་བཟུང་མིག་གི་ལས་ངན་པ་ཅི་བསགས་པ་ལུས་རྟེན་འདི་ཡིན་པས་དེ་ལོགས་ཤིག་མ་མཐའ་ངན་སོང་གི་གནས་ལ་མ་སོང་བ་སྦྱོར་མི་ཡིན་མི་ཅིས་མི་སྙིང་རྗེ། ཁོ་བོས་སྡིག་པ་དེ་དེ་ལས་སྔགས་ཀྱི་ཚུལ་ལས་འདི་ཡིན་པས་དག་གྱུར་ཅིག་ཁོ་ལོའང་རེ་བཟུང་མིག་གི་རྣམ་སྨིན་ཉོན་མ་གྱུར་ཅིག། ཞེས་ཀྱི་མནོ་བསམ་བཏང་སྟེ་བའི་བསུ་བ་བྱིན། དེ་དེ་ལས་ན་རྒས་སེ་ལ་རེ་ན་ལས་ཐོན་མི་དགེ་ཡང་དགུ་ལ་མ་ང་ཅ་ར་དང། རྙེད་པ་ལམ་དུ་བྱ་བ་ལ་སོགས་པ་ལས་བཤད་པའི་རྨོག་རུ་ཀའི་རང་ལུགས་དང་གནོད་བསྐྱལ་འོམ་བདག་ལུགས་དག་དེ་ལས་ཀྱི་ལས་འདི་བཟང་པོ་ཞེས་བཤད་པའོ། འགའ་ཞིག་བདག་ལ་མི་སྙན་སྣ་ཚོགས་པ་སྟོང་གསུམ་ཆགས་པ་རུ་སྒྲོགས་པར་བྱེད་ན་ཡང་བྱམས་པའི་སེམས་ཀྱིས་བླ་ཡག་དེ་ཉིད་ཀྱི་ཡོན་ཏན་བརྗོད་པ་རྒྱལ་སྲས་ལ་ལས་ཡིན་ཞེས་སྡུག་ཀ་ཡག་དགུ་ལ་མ་ནི་སུ་ཟུམ་སུ་བསམ་བློ་བཏང་ཕྱིན་ན་དེ་འབད་སུ་བ་བཞིན་དེ་གཞན་གྱི་ལོག་སྒྲུབ་བཀའ་དྲིན་གྱིས་འབད་འོང་ས་ཅི་རུ།

སངས་རྒྱས་འབྱུང་ཁུངས་མེད་རྣོ་ནི་མེད་པ་དཀའ་བོ་ཅན་ཞེས་མེད་མེད་ཨང་ནི་གི་དཀའ་བོ་ཅན་ནི་དེ་ཡི་གྲུབ་འབྲས་འདི། དཔག་ཏུ་མེད་པ་ཆུད་ཐབས་ནི་ཡོད་མེད་དེ། དེ་གི་དཀའ་བོ་ཅན་ནི་འདི་ལ་ག་ཞིག་པས་མ་གྲུབ་མོ། ཡང་ང་ཅར་གི་ད་ཆོས་ཀྱི་ཆེད་དུ་ལ་དཀའ་བོ་ཅན་མིན་ཏེ་བསོད་ནམས་དཔག་ཏུ་མེད་པ་དེ་ཡི་ཕན་ཚུན་དཔག་ཏུ་མེད་པ་སྨོས་པ་མོ། དེ་དེ་མ་ཡིན་པ་ང་ཅར་གི་སེམས་ལ་ག་ཞིག་འདུག་ད། འདོད་ཆགས་ཤེས་བྱ་དེ་མོ་ང་ཡེ་ཐག་ཏུ་དེ་ཀ་རིམ་གྱིས་བླ་ཁ་དུ། དེ་སྟེ་བླ་ཁ་ཡོད་མི་རིགས་ཀྱི། ལ་བླ་ཁ་གྱི་བེད་སྦྱོར་ཡོད་ག་ལས། དེ་རོ་ལུ་ནེབ་ཀ་རིམ་གྱིས་སྐྱེ་བོ་མེད། དེ་རོ་ལུ་ནེབ་སྐྱེ་མེད་ཀྱི་འབྲས་བུ་དེ་ང་ཆེ་ག་དེ་སྐྱེ་བོ་མེད་དམྱལ་བ་ཡི་དྭ་ཏུ་འགྲོ་འབུངས། ད་ཧ་དེ་ལ་ང་ཆ་ལ་ངན་སོགས་གསུམ་ལ་སྐྱེ་བོ་མེད། ངན་སོགས་གསུམ་གྱི་ནང་ཁོ་ན་ལ་དམྱལ་བ་གསུམ་གཅིག་ལ་སྐྱེ་དུས་བས་ས་ཅི་རུ། དམྱལ་བ་ཡང་སོས་གསུམ་གཅིག་ལ་སྐྱེ་དུས་བས་ས་ཅི་རུ། ལོ་ངོ་འབུམ་ཕྲག་འབུམ་ཕྲག་པའི་སྡུག་བསྔལ་མྱོང་དགོས་པ་མེད་ན་དེ་ལ་ང་ཆ་ལ། དེའང་ནི་གཟུགས་མེད་སྡུག་བསྔལ་དེ་ང་ཅིག་གིས་ཧེ་མ་ཧེ། བསམ་གྱིས་མི་ཁྱབ་པར་མྱོང་ཚར་བ་མེད།

ད་སྐྱོན་ངོ་ཞེ་སྡང་ལུས་བསྟན་པའི་ཡིད་ལས་ཧེ་མ་ས་ཏི་སྐྱེས་པའི་དམྱལ་བ་ཡང་སོ་རུ་སྐྱེས་སྡུག་བསྔལ་མྱོང་བ་ཡིན་མ་ཚད་དེ་ན་འདོད་པའི་ཡིད་ནས་སྐབས་ན་ལོས་ལན་ཡང་མ་བསམ་གྱིས་མི་བྱ་བར་ནི་ཅི་ས་བ་ལུས་བསྟན་འདས་སྐྱེས་པའི་དེ་ཁུག་གི་མི་ལུས་ཐོབ་ནས་ཀྱི་གོ་སྐབས་སམ་མིན་ག་ཚད་དུ་ད་ཨ་ནི་སུ་ལ་བསམ་བློ་བཏང་མ་བྱིན་ཡང་སངས་རྒྱས་ཀྱི།

གང་ནི་དམྱལ་བ་ཡང་སོས་ཐིམ་ན་བདུད་འཇོམས་ངོ་བོས་ངོ་བོ་ཆེན་པོ་ཚ་བ་རབ་ཏུ་ཚ་བ་དམྱལ་བ་སྣ་རབ་མེད་པ་དག་སྟེ་བཙོ་མའི་གྲངས་བསྙེན་ཆུ་བུར་ཅན་ཆུ་བོ་རྡོལ་བ་ལ་སོགས་པའི་གྱི་གྲངས་བསྙེན་བརྒྱད་དག་དེ་ལས། ཚ་བསྙེན་བརྒྱད་ཉིན་བྱེད་ཉིན་ཁ་བ་ར་ལ་སོགས་པའི་གྱི་དུག་བསྙེན་ཏེ། ས་ལེ་ར་ཉོན་མོངས་སྒོམ་རྫོགས་ནི་འདི་ཆོས་ཀྱི་ཆེད་དུ་དཀར་པོ་སྤྱད་དེ་དགྱེས་པའི་ཆོས་ཉམས་སུ་ལེན་ཤེས་ན་རྫོགས་པོ་མིན་ནམ། གཞན་འཁོར་ར་དང་དམྱལ་བ་སྣ་རབ་མི་ལུ་སྐྱེས་ཏེ་དགྱེས་པའི་བར་གྱི་བསྐལ་པ་གཅིག་གི་བར་ན་འཁོར་ལོ་སྡུག་བསྔལ་མྱོང་སངས་བྱེད་དུ། ད་སྡུག་བསྔལ་གཞན་ས་ལེ་ར་ཉོན་མོངས་དགའ་བ་སྡུག་བསྔལ་དེ་ལས་ཐར་བ་མི་དམན་མིན་ན་དེ་ལས།

ཁོ་བཟོ་མེད་ཀྱི་ཁྱད་པར་ཞིག་ལོས་དེ་ལོས་གང་དང། ཆོས་ཀྱི་དོན་ངོ་མ་དེ་ཉམས་སུ་ལེན་ནི་ཀྱི་ཤེས་རྟོགས་ལུགས་དེ་རྟོགས་བ་ནི་ཀྱི་ཤེས་རྟོགས་ལུགས། ཚིག་གི་ཐོག་ལས་ཁོ་རང་རྣམ་པ་ཟག་མེད་ཁྱད་པར་ཨེ་མེད་དེ་དོན་གྱི་ཐོག་ལས་ཁོ་རང་གི། དེ་རྟོགས་མ་ཐུབ་དབྱིངས་དེ་ཁོ་རང་གི་ཁྱད་ནི་ཀྱི་བས་དེ་ལས། གྲུབ་ཆེན་ཏི་ལི་པ་སྟོན་དེ་ཀྱི་བས་ལོ་བཅུ་གཉིས་ཀྱི་བར་ན་ཀོ་ལོག་དེ་ལས་བཀའ་ཆེན་བཅུ་གཉིས་བཀའ་ཕྲན་བཅུ་གཉིས་བཀའ་བ་མི་འདྲ་བ་ཉི་ཤུ་རྩ། བཞི། སྐུ་ལུས་གཅིག་གི་ཐོག་ལུས་བཅད་དེ་ཀྱི་བས་དེ་ལས། དཔལ་ཏི་ལི་པ་ལས། དེ་གདམས་ངག་ཁྱད་པར་ཅན།

ད་ཁ་བོ་ཅག་གདབ་པའི་རྫས་ལས་མོ། ད་ཨ་ནི་བའོ་བཟླ་ལོ། ད་ཆོས་ཀྱི་དོན་ན་དེ་ཇི་ལྟ་བ་བཞིན་དུ་རྟོགས་ནས་ཀྱི་ཆེད་དུ་ལུགས་ད་ཀ་བོ་ཅི་བྱས་བསྐོར་བ་མ་གཏོགས་འཇམ་སྟོང་རྟོགས་པའི་ཤེས་སུ་བ་ཅན་དེ་དེ་སེམས་ཅན་ག་ལ་སངས་རྒྱ་ཡ་ཉོ་དེ་ལྟ་བུའི་ལུས་ལ་མི་ལུས། ད་ཨ་ནི་བའོ་བཟླ་ཆོས་ཀྱི་ཆེད་དུ་ཀ་བོ་ཅན་མིན་ང་རྒྱལ་གྱི་དེ་ལས་དོན་ན་མེད་ཅེས་ཨིན་པའི་ཐུགས་ཆེན་མ་གནང། ད་ང་རྒྱལ་ལ་བྱ་བྱ་བ་ཡི་ཆོས་ཞུ་ཡི་དུས་ཚོད་རླུང་ལྕི་ལོ་བའི་ས་ཆེ་རུ། ཡུལ་ཆོས་གཅིག་གི་དཀར་པོ་དང་སྐྱེས་མ་སོ་བ་འདོད་མི་ལེན་ཤ་ཡུས་རྨོག། ད་ག་ཅིམ་ཤ་བ་ཅན་འདི་ལས་ང་ཅག་ལ་འདོད་སྲིད་ཀྱི་ས་གོ་གི་རྟ་ཕོ་མ་སྡེ་འཛུམ་སྙིམ་གྱི་སྦལ་མ་ཚུབ་འཛུམ་ཆབ་ཀྱི་སྦལ་མ་ཚུབ་འཛུམ་ད་ག་ནི་འཛུམ་སྦལ་ཡི་གེ་ལས་དེ་འདྲའི་ལ་ཁ་བཏགས་མེད་མོད་ད་ག་དེ་འཛུམ་མ་ང་ཅག་ར་གི་ད་ཆོས་གཅིག་སྒྲུབ་འདི་པའི་ས་སྐྱེ་རུ་མཐུན་རྐྱེན་གྱི་རྟ་ཕོ་མ་འདྲེ་རུ་འདོད་སྲིད་ཀྱི་རྟ་ཕོ་མ་འདྲེ་རུ་ད་ག་དེ་གའི་སྐྱོ་བ་སྐྱེས་དེ་ལས་ཆོས་ཕ་ཕུ་བཞག་མེད་ད་ག་འཛུམ་ལས།

ད་ཉལ་རྫིའི་རུས་དུད་རྐང་བཅག་ལ་བཅག་པའི་དུས་བསྐོར་དུས་ཆོས་ལུས་སུ་གོ་ནི་གོ་སྐབས་ཡོད་མོད། ད་རྒྱང་ཐོག་ཀྲི་པུའི་ལག་སོག་པ་ཨ་ནི་སུ་ན་ར་བ་མཐོང་ནི་ད་དེ་འདྲ་ལས་ཆོས་སུ་མི་ཉལ་ནི་ཡི་གོ་སྐབས། ད་དེ་རྫུན་མའི་ཡུལ་ཁྲིམས་མོ་པ་ལག་སོག་པ་དེ་སུ་ཡིན་དང་གོ་ན་ར་ཨ་ནི་རྫུན་མའི་གོ་སྐབས་ཡོད། ད་ཨ་ནི་བ་དོ་ད་རི་ནག་པ་ང་བཅས་ལུ་ད་ཀ་འུ་ཀ་ནི།

མཁའ་ལས་ཤེལ་སྒོ་མེད་ཀྱི་དུས་ན་དེ་ར་དང་ནི་ངོ་མ། དེ་རང་གི་སེམས་རྒྱུད་དེ་བཅུའི་གནད་ཀྱི་གཞི་དུ་ལུས་ཡིན། དེ་རང་གི་སེམས་བཅུས་མ་སུ་བས་ཀྱི་ཆོས་དེ། དེ་དེ་ལས་ང་ཅག་ར་ནེབ་ཀྱི་སྨན་མ་ཟ་བ་ཞིག་ན་སྨན་གྱི་ཤེས་པ་བཅབ། སྨན་གྱི་བུ་ལུ་བརྫུས་པའི་དུས་ས་སྐྱི་རུ་ཁང་ཁ་ནས་མ་ཐོབ་གསུམ་ད་ཅོ་ར་དེ། དམ་པའི་ཆོས་སེམས་མེད་དེ་ཉོན་མོངས་བས་ཀྱི་ནི་ཅོག་བས་ཀྱི་སྨན་ཡིན། དེ་ནི་ཅོག་བས་ཀྱི་སྨན་དེ་ང་ཅག་ར་སུས་ཀྱི་དེ་ལས་ཤེས་པ་དང་ཞིབ་བཤེར་གྱི་མི་ཐུབ། ལ་བ་ཡོད་བྱེད་ཀྱི་མི་འདུག་ལ་ལས་ངོ་མ་པའི་ཐབས་དེ་ཡིན་བས་ཏེ་དེ་ལས་ང་ཅག་རང་སྤྱི་དང་གི་སྨན་གྱི་ནི་འདི་སུ་རིམ་པ་བཞིན་དུ་དགྲ་བཞོག་ཏུ་བཟུང་བས་ཏེ་རང་གི་སེམས་ལུས་ཡོད་བྱེད་ཀྱི་འདོད་ཆགས་ཞི་དང་གཏི་མུག་ང་རྒྱལ་ཕྲག་དོག་འདི་སུ་རིམ་པ་བཞིན་དུ་ཕ་ཞེས་བརྗོད་གོ་དེ་ལྟར་འདོད་བྱེད་ཕ་ཤུལ་མ་ཕུལ་ཏེ་ཡིད་པས་མ་འདོད་པ་ཞིག་ན་ང་ཅག་རང་གིས་ཉིན་རིམ་བཞིན་དུ་རང་གི་རྒྱུད་ལ་འཇགས་ཏེ་ཡིད་པའི་ལྟ་ཞིག་ཆེས་བརྟག་གོ་ང་ཁ་ཚ་ཐབས་ཆེ་བ་ཅན་ད་རེས་ག་རིམ་བྱིས་པའི་དུས་ནུ་འགའ་ལས་བསམ་བློ་བཏང།

ཟེར་དོ་གསུམ། ད་ནི་གསུམ་སུ་དེ་ལས་ཉིན་གཅིག་གིས་ན་མགོ་ན་སློབ་པའི་ས་ཕྱི་རུ་ང་ཅག་གིས་ད་ཤི་ཅེས་བསྒོ། ད་དེ་ལས་ཉིན་ད་རི་བ་ནག་པོ་བྲབ་ནག་པོ་ནག་ས་བྲབ་འཇོག་བཞིན་ད་ནི་སྐྱེས། ད་ཆོས་ཉམས་སུ་ལེན་པའི་གི་ད་ཡིན། ཆོས་ཕྱིར་ཁ་ཅིག་གིས་རེ་བ་དང་དུ་ལེན་པའི་གི་ད་ཡིན། མདོ། ད་རེའི་དེ་བ་ནག་པ་ཡང་ནག་ཚེས་དེ་བྲབ།

ཇག་པ་དང་སྤྱན་དྲང་བ་དེ་སུ་ཀྱིས་བཅོམ་བཀའ་བསྟན་ཚུན་ཚོད་ཀྱི་བཀའ་ཉན་ཅིང་སྟངས་དུག་པ་དེ་ལས་བར་བྱ་ལ། རྟ་ཡར་ལ་མ་བོད་ལ་མ་སྨད། རྗེས་བཅུ་ལྔ་བཅུ་བོད་ཇོ་རུ་ལོ་མ་ལས་ལོ་བོད་ཀ་ལས་གཉིས་དང་སུ་མའི་ལོ་མ་སུ་བ་ཚད་པ་ཡི་ཤི་མི་ཀ་རེ་བའི་ཐོན་ནོ་བ་དེ་ལས་ད་དེ་ཚུ་མ་ང་བྱ་ར། འབྲུ་ཡུལ་ལས་བས་ས་ཅི་རུ་ལོ་ཤི་མ་ལས་བོད་གངས་ཅན་གྱི་ལྗོངས་ན་ལས་ཆོས་ཞུ་བ་དཀའ་བ་བཅས་བྱོན་མིན་དེ་སུ་ཀྱིས་བཀའ་དེ་བས་མཛད་གནང་བར་དོ་དོན་ཁོང་རེ་རེ་གཉིས་གཉིས་བཞུགས་དེ་ཡོད་དེ་སུ་ཀྱིས་གནས་སུ་དེ་སུ་ང་བྱ་ར་གྱི་ཀོ་བོ་ད་ལོ་ང་ཅི་ཡི་སེམས་ལོ་ཙཱ་ལས། མ་ཤོང་བས་ཀྱི་དེ་ལས།

དབང་རང་འོམ་ལ་ཕྱི་ཐུམ་རྐང་པ་འོམ་པའི་བེ་རི་ཤོང་དེ་ལ་བ། ད་དེ་དེ་ན་ལ་ལ་ཁ་ཏབ་བེ་འཇོག་གོ་བེ་གི་གནས་ཤུད་ཨ་ནི་ཟུམ་ད་དེ་ཨ་ཙེ་རེ་དེ་ལེ་ད་ན་ད་ཨ་ནི་སུ་ཨ་ཙེ་རེ་ལྷང་ཐོབ་ས་ཅི་རེ་དེ་ཡའི་སྤུང་མ་འམ་ཀ་ནི་མ་ཐོབ་ཨ་ནི་ཆོན་ཆོན་གི་དཀའ་བོ་ཅི་གོ་བེ་གི་གནས་ཤུད་བསམ་གི་མེ་ཆ་བ་དུ་ད་ཨ་ནི་ཟུམ་བེ་གི་ནོ་ས་ཏམ་ད་ལུ་ད་ད་རི་ང་ཤི་གི་དེ་ན་ལུ་ཨུབ་དན་ཁ་དུས་ལ་བ་ཁྲུས་ཤ་ཤི་ད་ཨ་ནི་བེ་གི་ཐུགས་ལས་ཆོས་ཉན་ནི་ཡུལ་མི་དེ་དེ་རྣམས་ལ་བསམ་ཡང་ང་ཅག་ཅི་སླད་ཅིང་བསོད་ནམས་དཔག་ཏུ་མེད་པ་བསགས་ས་བས་མེད། ཅི་སླད་ཅིང་ཆོས་སྒྲུབ་མ་ཧོ་མེད་དེ་ཉམས་དགའ་བ་ལུས་རྟེན་འདི་ཡིན་མིན་ད་བཀའ་བོ་ཅི་མ་བྱས་པ་ཅི་ང་ཅི་མི་དེ་ཅི་མི་ཤེས་པས་བ་དེ་དེ་ལ་ང་ཅག་ད་དཔེར་ན་དེ་ལ་ཡང་ད་རེ་ན་བ་པོ་ཚོ་སུས་ཀྱིས་ཕ་མ་ཡི་བཀའ་བོ་ཅི་སྒྲུབ་སྒྲུབ་པའི་ཀྱི་རྒྱུ་དེ་བར་དོ་དང་མ་ལུས་ཁོང་ཐེ་ཚོམ་ཀ་ནས་མི་ནུག་བ་དེ་ལས་ཕམ་དེ་ཀྱི་ཕམ་ན་ག་ཅི་པའི་ཕམ་མོ་ཕམ་ནམ་བསམ་བཀའ་བོ་ཅི་བྱས་པས་འདིའི་ཕམ་མེད་དེ་ལས་མོ་ཧོ་དེ་ལ་ང་ཅག་རྒྱུ་དེ་སྒྲུབ་ད་ལུས་ནམ་ན་བསམ་ལ་ཁ་འདུག།